ད་དེ་འདྲའི་རེད་སྤྱི་བཏང། ཡང་དེ་གླིང་ཚང་ཞེས་བྱ་ནི་ཁྱེད་ཀྱི་འཁྲུལ་འགྲོ་ངེས་འགྲོ་རྒྱུ་རེད་སྤྱི་བཏང་གླིང་ཚང་ཞེས་བྱ་ཟེར་ཡོང་དུས་ཙམ་ནས་ད། ཆུའི་ཐོག་ནས་བཤད་པ་ཡིན་ན་རེད། དེ་ག་ནང་བཞིན་འཇིག་རྟེན་ཐོག་ནས་བཤད་པ་ཡིན་ན་རེད། དེ་མེད་ན། རིག་གཞུང་གི་ལམ་ནས་བཤད་པ་ཡིན་ན་ཞབས་རྩི་ཡག་པོ་ཞུ་ཞུ་ཡོད་རེད་དངོས་གནས་ཞུ་ཡོད་རེད་བོ། ངས་བསྟོད་པ་བཟུང་བ་རྒྱག་གི་མེད་གོ། ག་རེ་ཟེར་ན་ཆུ་ཕྱོགས་ནས་བཤད་པ་ཡིན་ན།

གནམ་ནས་རྡོ་ཟ་བ་ན་བཞིན་སྐད་ཡོད་ལ་མི་ཤེས་འགྲོ་ལུགས་འགྲོ་སྟངས་མི་ཤེས་ལུང་བདེ་དྲོད་ཀྱིས་བསླད་ཡོང་དུས་སུ་སུ་སུ་སུ་རྐང་པ་འཚོལ་བ་ཧ་ལས་པར་རོ། པད་མ་སེར་པོ་རེད་རྒན་རབས་རྣམ་པ་དངོས་གནས་དྲན་ན་ཧ་ལས་པར་རེད་ད་དཀའ་ལས་རྒྱག་ཡོད་རེད། ཞུ་བོད་རེད་གྱོང་པོ་རེད། དེ་ནས། རིག་གཞུང་གི་ལམ་ནས་ཅེས་ཆག་ཆག་བཞག་པ་ཡིན་ན་ང་རང་ཚོ་འདི་ཡི་རྡོ་རྗེ་གྲུ་བོའི་ལག་སོ་བུ་རེག་བཟོ་བསྡད་ཡ་དེ། བོད་པ་གས་རྟ་དངོས་གནས་དྲག་ནས་བཟོ་རིག་པ་ཁས་འཆེ་ཡ་དེ་རེད། འདི་ཁྱོད་རང་ཚོ་མུ་མཐུད་རྒྱུན་སྲན་བྱེད་ཐུབ་པ་རེད། ཧ་ལས་པ་རེད། བྱས་ཙང་ཁྱོད་དང། འཇིག་རྟེན་རིག་གཞུང་ག་རེ་ཐོག་ནས་བསམ་བློ་བཏང་བ་ཡིན་ན་ཁྱོད་རང་ཚོ་བྱམས་པས་ཡག་པོ་ཞུས་ཡོད་རེད་ད། སྤོབས་པ་བྱས་ཡོད་པ་རེད་ད། དེ་ནས་གླིང་ཚན་ཞིག་བྱ་ཁོ་རང་ཚོ་ནས་ན་ཁྱེད་རང་ད་འཆམ་མཐོན་རེད། དཔེ་མི་གསལ་འཆམ་མཐོན་རེད་ད་མ་གཞི་མ་མཐོན་མ་འཆམ་མ་མཐོན་ཟེར་ཞུ་ཁྱོད་ཚང་མ་ལ་ཕུན་རྒྱག་རྒྱག་ཉེ་རེད་དེ་ཡ་ཟེར་རྒྱུ་ཡོད་མ་རེད་ཡང་འཇིག་རྟེན་མེད་ཟེར་ཡོད་འདུག་ས་ནས་མཐོ་ལས་མ་ལས་ཡོད་རེད་བ། རེད་དེ་འཆམ་པོ་རེད། ད་དེ་འདྲས་ཞིག་བྱ་སྐྱིད་པོ་བྱས་ཡོད་རེད། གཞིས་ཆགས་སྐྱིད་པོ་དེ་འདྲས་བཅས་ཡོད་རེད་དེ་ད་གེ་འགོ་རྣམ་པ་ཞུ་འོས་གོ་གེ་རེམ་རྣམ་པ་སྤྱི་བཏང་འཇིག་རྟེན་མི་སེར་དུ་བསོད་ན་མ་དག་པ་རེད་གོ། ཧ་ལས་པའི་མི་དག་པ་རེད། ང་ཚོའི་ད་ལྟ་འདི་ནི་མ་དབུགས་བཏང་བཞིན་པའི་དབུགས་དེ་དང་མཉམ་པོ། འཛམ་བུ་གླིང་གི་མི་བརྒྱ་ཕྲག་མང་པོ་གི་དབུགས་ཕྱི་མཐའ་མ་མི་ཚེ་ནང་གི་དབུགས་མཐའ་མ་དུ་འཇུག་གི་ཡོད་རེད། ངེད་ཀྱི་འཇིག་རྟེན་འདི་ནི་འགྲོ་བྱ་དབུགས་མཐའ་མ་དུ་བཏང་ནས་འགྲོ་གི་ཡོད་རེད་ད། དེ་འདྲས་རེད་མི་སེར་རེད། ང་ཚོས་ད་དུང་མུ་མཐུད་དབུགས་བཏང་ཡོད་པ་དེ་སྐལ་བ་བཟང་པོ་རེད་ལ། འཛམ་བུ་གླིང་འདི་ན་ལོ་ནི་མི་མང་པོ་ཅིག་དེ་འབྲེལ་གྱི་འགྲོ་གི་ཡོད་རེད་བྱས་ཙང་དེ་རྗེས་འདི་ཙམ་ནས་མི་རྟག་པ་ལ་ཚད་མེད་བ་ཅིག་རེད་དངོས་གནས། ལྷག་པར་དུ་ད་རྒན་མགོ་རྣམས་པ་རེད་གོ། གཞོན་མགོ་རྣམས་པ་ཅི་ཐང་མི་རྟག་པ་རེད་ཡིན་ནའང་ད་མ་ཤེས་པ་དང་མི་འཆད་པའི་རེ་བ་ཅིག་ཡོད་ས་ནས་ད་དུང་སློང་རྟགས་ཅིག་རྒྱུགས་ན་ལོ་བཅུ་གཉིས་ཤུག་སུམ་ཅུ་འགྲོ་རྒྱུའི་སྐད་ཅིག་ཤེས་ཀྱི་ཡོད་རེད་བ། རྒན་མགོ་རྣམས་པ་འགྲོ་རྒྱུ་ལ་ཆག་བཞག་བྱས་ན་དེ་ཡང་ཤེས་ཀྱི་ཡོད་མ་རེད་གོ། སློང་རྟགས་རྒྱོགས་ས་ཞུ་གི་ཡོད་མ་རེད། ཐབས་གཏན་འཁེལ་བ་དྲུག་གི་ཆ་དོད་རེད་དེ་རྗེས་དུས་ཚོད་ནི་ཐང་ལྔ། ཤི་ཡ་དྲན་པ་བརྗེད་བཞག་གིན་ཤི་ཡ་ཟེར་ད་ཧ་གོ་གི་མིན་མདོག་མདོག་ཅིག་བསྡད་གིན་ཟིག་གསུང་ས་ཡོད་མ་རེད་གོ། དེ་སླེབས་ཡོང་གི་རེད་ད་ག་ཚོད་མ་གོ་ག་ཚོད་མིག་བཙུམ་སྟེ་སྤྱང་པོ་འཁྲབ་བསྡད་པ་ནི་ཁོ་སླེབས་ཡོང་གི་རེད་གོ། སླེབས་ཡོང་གི་རེད་གོ་ཐར་ས་ཡོད་མ་རེད།

ཉིས་སྟོང་སུམ་ཅུ་སོ་ལྔ་ལ་བསམ་བློ་བཏང་དང་སོ་སོ་འཇིག་རྟེན་འདིའི་སྒང་ལ་ཡོད་རེད་ཡོད་མ་རེད། ག་ཚོད་ཟིག་ག་རེ་འདྲི་འདུག། ཡང་མིན་ན་ཉིས་སྟོང་སུམ་ཅུ་ལོ་ལ་སོ་སོ་འཇིག་རྟེན་འདིའི་སྒང་ལ་ཡོད་ས་རེད་ཡོད་ས་མ་རེད། དེ་མིན་ན་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ལ་ག་འདྲ་ཡིན་ས་རེད་བོ། དེ་མིན་ཉིས་སྟོང་ཉི་ཤུ་རྟ་སང་ཉིན་གནངས་ཉིན་ལོ་འདི་ཟླ་བ་འདི། བཤད་ཚུལ་ཆོས་ནི་ཐིག་ཡ་མེད་ཆོག་དངོས་གནས་དྲང་གནས་རེད་བོ། སྦོམ་ཅིང་མཐོ་དྲགས་པའི་རྟགས། འདི་ནང་བཞིན་གྱིས་ཆགས་བསྡད་ཡོད་རེད། དེ་བྱེད་རྒྱུ་ཙམ་ནི་ཁྱོད་རང་ཚོ་ཡིན་ན། སྐྱིད་པོ་གཏང་དགོས་རེད་དངོས་གནས། རྒན་རྒོན་རྣམ་པ། སྐྱིད་པོ་གཏང་དགོས་རེད་ད། དངོས་གནས། བཤད་མ་མ་བཤད་མ་གཏོགས་སྐྱིད་པོ་གཏང་དགོས་རེད། མ་ཎི་བསྟན། ཀོ་ར་རྒྱབ།

ད་ཁོ་རང་ཚོ་ལ་ལག་ཁྱེར་ནི་ཁོ་རང་ཚོ་ལ་ཡོད་རེད། སློབ་གྲྭ་ནི་ཁོ་རང་ཚོ་ཕྱིན་པ་རེད། ཨང་རྩིས་ནི་ཁོ་རང་ཚོ་བྱེད་ཀྱི་རེད། ཚན་རིག་ནི་ཁོ་རང་ཚོ་བྱེད་ཀྱི་རེད། སྐད་ཡིག་ནི་ཁོ་རང་ཚོ་བྱེད་ཀྱི་རེད། རྒྱ་གར་གྱི་སྐད་ནི་ཁོ་ཚོས་ལུས་ཤེས། དེ་རྒྱ་གར་གྱི་འགྲོ་ལུགས་འགྲོ་སྟངས་ནི་ཁོ་རང་ཚོས་བྱེད་ཀྱི་རེད། ད་སེམས་ཁྲལ་བྱེད་དགོས་ཡས་སུ་ཡོད་མ་རེད། ད་གཅིག་མ་སྐྱོང་ན་ལས་རེད་ད་མ་སྐྱོང་བ་རེད། ཁྱོད་རང་ཚོ་སེམས་པ་བསྐྱེད་དགོས་རེད་ཇུས་གཏོགས་ཞེ་དྲག་བྱེད་ཀྱིན་མ་སེམས་ཁྲལ་ཞེ་དྲག་བྱེད་ཀྱིན་ཡོད་མ་རེད་གོ། དངོས་གནས། ད་ཁྱོད་རང་ཚོ་གི་སེམས་ཁྲལ་བྱས་བསྡད་ན་སྤྲང་མོ། ཡོང་འགྲོ་ཡས་ནི་བྱེད་ཡོད་མ་རེད། ཡོང་གི་རེད་ཡོང་མ་རེད་གོ། ད་གཞི་དེ་ཨ་བུ་ཤེས་ཀྱི་འགྲོ་ཅིག་ལ་ད་ང་སེམས་ཁྲལ་མེད་པ་མ་རེད་བ་དེ་བཞག་རོགས་ཅིག་ཟེར་ན་ཡང་ཁྱོད་རང་ཚོ་སེམས་ཁྲལ་མེད་པ་ཁྱོད་ཚོ་ཆགས་ཀྱི་ཡོད་མ་རེད་ད་གཅིག་མིན་ན་གཅིག་སེམས་ཁྲལ་ཡོང་དེ་རེད་ཨ་ཙི་འདི་འདྲས་ཅིག་ཡོང་ན་ཅི་ཞིག་ཨ་ཙི་འདི་འདྲས་ཅིག་བཞིན་ཡོང་གི་རེད་གོ་ད་ཡོང་ཞོག་གོ་རེད་སེམས་ཁྲལ་བྱེད་ཡ་ཡོད་མ་རེད། ད་འདས་པ་དེ་ཚོ་ཁྱིན་ཚར་རེད་དེ་ཚོའི་སྐོར་ལ་བསམ་བློ་བཏང་གི་མ་རེད་མ་ཁྱིན་ལ་བཟོ་གི་མ་རེད་འདས་པ་འདས་ཚར་རེད།

མུན་ནག་རིལ་པོ། སེམས་དཔའ་སྐྱེས་བུ་བཅས་གུ་ཡངས་པོ་བཅས། ད་སེམས་འདྲ་བྱས་ནས་གང་བྱེད། ཚངས་ཉིད་སྣང་ཡིན་ག་དུས་འགྲོ་ཧ་གོ་བོ་མ་རེད། ཚངས་ཉིད་ཆེན་པོའི་ཉིན་མོ་དེ་ལ་གནས་ནས་སོ་སོ་ལ། སེམས་དཔའ་དྲོ་སོབ་སོབ་ཅིག་དང་སོ་སོའི་དགེ་བ་བསགས་རྒྱག་རྒྱུ་དེ་མ་གཏོགས་གཞན་དག་གང་གལ་གྱིས་འཁོར་རྒྱུ་ཡོད་མ་རེད། འཁོར་རྒྱུ་མེད་པ་གཏན་འཁེལ་རེད། པུའུ་ཏི་སོགས་ཀྱི་སྤྲད་ཡོང་བ་ཡིན་ན་སོ་སོ་འཁོར་འགྲོ་རྒྱུ་ཡོད་མ་རེད། གཞིས་ཆགས་གཅིག་པོ་དེ་བཞག་འགྲོ་ཡ་རེད་ད་དེ་ཐབས་ཤེས་ནི་ཡོད་མ་རེད་དེ། ང་ཚོ་གླིང་ཚང་གཞིས་ཆགས་གཅིག་པོ་མ་རེད་འཛམ་བུ་ལ་སྤུ་ར་འགྲོ་གི་ཡོད་རེད་དེ་ཐབས་ཤེས་མི་འདུག་ཨ་ཡ། དངོས་གནས་རེད་ཀོ། བྱས་ཙང་དེ་འདྲ་བྱེད་ཡས་འདུག་ས་ནས་ཁྱོད་རང་ཚོ་ཉི་མ་རེ་རེ་ཡིན་ན་མ། ཞེན་ཆགས་ཆུང་དུ་བཏང་ཡག་གི་ཐབས་ཇི་དང། སེམས་ཁྲེལ་ཆུང་དུ་བཏང་ཡག་ཐབས་ཇི་དང་ཇུས་ཏོག་ཉུང་དུ་བཏང་ཡག་ཐབས་ཇི་དང་གོ་རེ། གར་སེ་ནས་ཉི་མ་གྱིས་རྡོག་ཚང་མ་གཡུག་ནས་འགྲོ་དགོས་ཁེལ་ཡ་དེ་དུས་ཚོད་དེ་ཐག་ཉེ་བོ་ཡིན་པ་ཧ་གོ་དགོས་རེད། དེ་བྱེད་དུས་ས་ནས་ཉི་མ་རེ་རེ་ལ་ཉུང་དུ་ཉུང་དུ་བཏང་ཇུས་ཏོག་ཉུང་དུ་བཏང་སེམས་པ་སྐྱིད་རུ་བཏང།

ཐོབ་ཟིག་ག་ལ་འགྲོ་འུར་དང། ཚང་གཉིས་འགྲོ་བཞག་པ་ཡིན་ན་མ་ལོ་བ་ཡང་མེད་རོ། ཨ་ཨེ་ད་ཁོ་ལ་དགོངས་དག་ཅིག་ཞུ་དགོས་ཡོད་དེ་ད་བྱུང་ལོ་འདུག་ཟེར་ཡ་བྱུང་ངེར་བ། དེ་མ་ལོ་རྒྱུ་ཡོད་མ་རེད། དེ་ལས་ད་ལྟ་ནས་ཕར་འགྲོ་དགོངས་དག་ཞུ་ཡ་ཞུ་གཙང་མ་གཙང་རྒྱ་སྤུ་གུ་ཅོན་ཅོན་གནང་བཞིན Innocent གཙང་མ་གཙང་རྐྱང། སུ་གཅིག་ལ་ཚང་གཉིས་འདྲིས་འགྲོ་བཞག་པ་ཡིན་ན་ཁྱེད་རྒྱུ་ལག་རྒྱུ་ཅི་གཅིག་མེད་བ། དངོས་གནས། དེ་འདྲ་ཅི་ཆེན་ཆགས་པ་ཡིན་ན། སྐྱེ་བ་རྗེས་མ་མི་ལུས་འགྱོག་པོ་ཐོབ་ཡང་འདྲ་བོ་ཅེས་དང། སྐྱེ་བ་ཡག་པོ་ཉོས་ཡང་འདྲ་བོ་ཅེས་དང། བར་དོ་རླུང་ཤུགས་མང་ཉོས་ཡང་འདྲ་བོ་ཅེས་དང། བར་དོ་ལ་ཡོན་རིང་པོ་འདེབས་མ་དགོས་ཡག་གི་དཔེ་ཁྱད་པར་ཡོད་རེད། ད་སེམས་ནད་ཁོག་པ་གང་ཉག་ཡག་ལ་ཁ་བཏང་མ་ལ་ཁ་བཏང། ད་ནི་ཕར་སྐྲག་ས་ཚུར་སྐྲག་ས་ཇུས་ཏོག་མེད་ས་ཇུས་ཏོག་ཨ་ད། གོང་དུ་སྐྱག་ཟ་ཡོང་པ་ཡིན་དེ་འདྲ་བྱས་བསྡད་ན། ཉི་མ་གཅིག་འགྲོ་གི་རེད། འགྲོ་དུས་སོ་སོ་བྱུང་རེད། ཁྱོད་རང་གི་ཁ་གཏང་ཆེ་བཤད་དེ་མང་མང་མང་བཤད་དེ་འཛམ་བུ་ལ་མི་གསོད་ཀྱི་ཉེན་ནི་ཉེན་གི་མ་རེད་ཕན་ཐོག་ནི་ཡོད་མ་རེད་ཇུས་གཏོགས་ནི་ཡོད་མ་རེད་སྡུག་གྱོང་སོ་སོ་ཁོག་པ་གང་ལ་ཉག་དེ་རེད་ད་སང་ཉིན་ཚེ་འདི་དག་སྡུག་གྱོང་ཡིན་པ་བྱེད་ཞོག་ད་གནངས་ཉིན་འགྲོ་ཡ་དུ་སང་ཉིན་ཕྱིན་པ་བྱེད་ཞོག་སང་ཉིན་འགྲོ་ཡ་དུ་དེ་རིང་ཐོབ་ཕྱིན་པ་བྱེད་ཞོག་དེ་ཚེ་ཡོད་མ་རེད་སང་ཉིན་བར་དོ་ལ་དཀའ་ལས་ཞུ་རུ་འཁྲེལ་གི་རེད། དངོས་གནས། ད་བར་དོ་ལ་དེ་ཚོ་དེ་རོགས་བྱས་ན་ཨོ་ཚི་རེད་མང་གྲོགས་བྱ་གི་རེད་དེ་ནས། ད་གྱོང་བོ་བྱུང་ན་དེ་རོགས་ད་དུང། ད་དུང་རླུང་རྟ་མ་འབྱོར་ན་བར་དོ་ཁོ་རང་ནས་འབྲས་སྟུག་པ་ཅན་དེ་འདྲ་སྐྱེས་འགྲོ་ན་ཧ་གོ་མ་རེད་གོ། དངོས་གནས། ཁྱི་སེམས་ལ་དེ་གལ་ཆེན་པོ་ཞུ་གི་རེད་ཁྱི་སེམས་གཙང་མ་ཅིག་མ་འབྱུང་བ་ཡིན་ན་སྐྱེ་བ་རྗེས་མ་དེ་ལ། ཡག་པོ་ཅི་ཆ་དཔེ་ཁག་པོ་རེད། དེ་བརྒྱུད་དུ་རྒན་གོག་རྣམ་པ་སེམས་པ་སྐྱིད་པོ་བྱེད། དངོས་གནས་ཡིན་ད་ད་སེམས་ཁྲལ་བྱེད་དགོས་ཡ་མར་ཁྱོད་རང་ཚོ་འབྱོངས་ཚར་རེད་ད། ཁྱོད་ཚོ་འགྲེང་ཚར་ད་སེམས་ཁྲལ་གར་བྱེད་བྱེད་དེ། ཁྱོད་རང་ཚོ་པགས་སུ་ཆོད་ཚར་རེད་བོ། དངོས་གནས་པགས་སུ་ཆོད་ཚར་རེད་བོ། ད་ཡན་དོང་དོང་བྱེད་འགྲོ་ཆོག་གི་རེད་ད་སྤུན་དགུ་དུ་ཚོ་ལས་གཞན་དག་ཇུས་གཏོགས་གང་བྱེད་དགོས་མ་རེད་ཁ་ལག་ཞིམ་པོ་སྤྲད་མ་སོང་ན་གབ་སྐྱོ་དང། དངོས་གནས། ཁ་ལག་ཞོམ་པོ་ཁོ་ཤོར་ལབ་ཚ་བོ་ཚ་བོ་ཁ་ཚ་ཚ་ཚོར་ཁོ་ཤོར་ལབ་དགོས་རེད། དུག་ལོ་ཡག་པོ་གཡོག་མ་སོང་ན་བཀའ་བརྒྱད་གཏང་དགོས་རེད་དེ། གཞན་དག་དག་ག་རེ་བྱས་ན་ཁོ་རང་ཚོ་རེད་དེ། ཁོ་རང་ཚོ་མ་འགྱོ་ན་ཁོ་རང་ཚོ་ལག་པ་རེད་དེ་ཁོ་རང་ཚོ་ལས་རེད་དེ། ཁོ་རང་ཚོ་མི་ཚེ་བསྐྱལ་དགོས་རེད་ཁོ་རང་ཚོ་བསམ་བློ་གཅིག་བཏང་ཤེས་ཀྱི་རེད་དཱ། ད་ལྟ་བ་ཁོ་རང་ཚོ་ཁོ་ཚོ་བྱེད་སྟངས་དེ་སོ་སོའི་རྒན་རྒོན་ཀླད་པ་ལ་འགྲིག་ཡ་ཡོད་མ་རེད་དེ་དེ་མ་འགྲིག་ན་གང་ཡོད་མ་རེད་འཛམ་བུ་ལས་ཁག་རེད་དུས་ཚོད་ཁག་རེད་ཚང་མ་གཅན་ཆག་ཚར་རེད། བྱས་ཙང་དེ་འདྲ་བྱེད་དུས་ཚང་མས་སེམས་ཁྲལ་ཉུང་ཉུང་བྱས། སེམས་པ་སྐྱིད་པོ་བྱས་ཞེས་དང་ན་ནི་བསྟན། དང་དངོས་གནས་དྲན་ན་མཚམས་ཚ་ཡང་ཁ་ནས་སྐད་པ་ཟུག་རྒྱབ་དཀའ་ངལ་ཟུག་རྒྱབ་དེ་འདྲ་བྱས་ཏིག་ཏིག་དཀའ་ངལ་འཕྲད་ཡོད་དུས་ཟུག་རྒྱག་མིན་ཟ་གི་ཟ་གི་བས་ཏེ་སྐྱིད་པོ་དང་དེ་དངོས་གནས། དངོས་གནས་རེད་ད། ཟུག་པོ་ཟུག་རྒྱག་མ་ཡོང་ན་དེ་ནི་སེམས་པ་སྐྱིད་དགོས་རེད། རེད་གོ། དེ་ནི་དེ་རེད་དེ་ནི། སྐད་ཆ་དག་འཁྲུ་ཤོར་འགྲོ་རྒྱུ་ཡིན། བཟོད་པ་ཏིག་ཏིག་སྒོམ་མི་ཤེས་ལྟ་དགོས་རེད། དངོས་གནས་རེད་གོ།

མིག་ཙོམ་བྱས་ནས་ཆུ་ཚོད་བཅུ་ཚོད་འདེད་ཀྱིན་འདུག་ཨ། ང་རང་ཚོ་སྒོམ་རྒྱག་ཐུབ་ཀྱིར་དང། ངོ་ཚ་དགོས་ཆོད་ནི་ཡོད་མ་རེད་སྒོམ་རྒྱག་རེ་བ་བ་ཚོ་ངོ་ཚ་གིར་བ། ད་ཐེངས་ངོ་ཚ་ཡ་ཅི་རེད་ངོ་ཚ་དགོས་ཆོད་ནི་ཡོད་མ་རེད་དེ་ཡག་པོ་ཞུ་གིར་བ། དངོས་གནས་དྲང་གནས་བདེན་གྲུབ་བྱེད་ཅེས་ཁོ་ཡང་ཉི་མ་རེ་རེ་ལ་སྐར་མ་ལྔ་བཅུ་དེ་འདྲ་བྱས་ཚུལ་ཚོད་ལྟ་བྱས་དང། རྒན་ཁོང་དེ་ཚོ་ལྷག་པར་དུ་ད་ལྟ་ད་སེམས་དེ་བ་ཕལ་པོ་ཅིག་བསྡད་བྱུང་ཡོད་རེད་དཔེ་ཡག་པོ་ཡོད་རེད། ཁྱེད་རང་ཞུས་ཀྱི་འདུག་ཟེར་སྒོམ་རྒྱབ་ན་ཡག་པོ་རེད་རིག་པ་རྣོན་པོ་ཆགས་གི་རེད་ཤོབ་ཆགས་གི་རེད། དེ་བྱས་དུས་ཙང་ནས་སྒོམ་དེ་ཟེར་བྱ་ཡག་པོ་བཙུགས་ན་ཡག་པོ་ཡོད་རེད་དེ་ཁྱེད་རང་ངས་འདི། ཡག་པོ་རྒྱུས་ར་ལ་ལྟ་བུ་དཔེ་ཁྲིད་ཁྲིད་གི་ཡོད་ར་དེ་ཁྱེད་རྣམ་པ་སུས་འདོད་པ་ཡོད་ན་ཡར་ཕེབས་ན་འགྲིག་གི་ཡོད་རེད་ད། ཡ་གི་ལགས་ཁྱོད་ཚོ་ཅེག་ཙི་ཡོད་རེད་རྟག་པར་རྟག་པར་འགྲོ། མ་འཐོབ་ན་ཡང་ཡང་བདུན་ཕྲག་རེ་ལ་ཐ་མ་གཉིས་སུ་འགྲོ་ན་འགྲིག་གི་ཡོད་རེད་དེ་མིན་ན་ཁོང་རྣམ་པ་མཁས་པ་རྣམ་པ་འགྲོ་བྱེད་ལ་ད། ནམ་རྒྱུན་སྐོར་ངག་སྐོར་སྐྱར་ནས་ཤེས་ཀྱི་ཡོད་རེད་དེ་བྱེད་དུས་ཙང་ནས། སྒོམ་རྒྱབ་སྐྱང་སྐོར་དེ་འདྲ་ཡང་ཁྱོད་རང་ཚོ་གི་མཚན་མ་རེད་ཅེས་སུས་བྱས་ནས་ཡང་ཡག་པོ་དེ་འདྲ་བྱས་ན་ཡག་པོ་ཡོད་རེད་ད། དེ་ན་དེ་འདྲའི་ད་ཁྱེད་རང་རྒན་སྐོར་གསན་དུ་ཞུ་བྱས་ཡ་ཡོད་མ་རེད་དེ་ཡང་ཅེས་ཡ་ཡོད་མ་ཡོམ་དུས་ཚོད་འཕྲོ་བརླག་འགྲོ་བདེ་བ་ལ་ཡང་དེ་འདྲ་དེ་འདྲ་བྱས་པ་ཡིན་ན་ཡག་པོ་ཡོད་རེད་ད། བྱས་ཐུབ་ན། རྒན་སྐོར་གསན་དུ་རེ་བ་ཆགས་སྡོད་དུ་ཡོད་མ་རེད། དབུགས་དེ་མ་ཆད་བར་དུ་རེ་བ་གི་ཕུལ་རེད། རེ་བ་གང་དུ་ཡོད་རེད་ད། ག་རེ་ན་འགྱུར་བ་དང་ག་རེ་ན་བྱེད་ཆོག་གི་རེད། དངོས་གནས། གལ་ཆེན་དགུང་དབང་ཆོག་རྟགས་དང་ད་ལྟ་ལོ་དྲུག་ཅུ་ནས་ཤེས་ནས་ལས་ཀ་མགོ་བཙུགས་རོགས། ལོ་བརྒྱ་ཅུ་ནས་རྫུན་བཟའ་ཤེས་རབ་མགོ་བཙུགས་རོགས། དེ་བྱེད་དུས་ཙམ་ན་ཨ་ད་ང་རྒས་དུས་ཁྱེད་གང་བྱེད་ཡ་མེད་ཟེར་དེ་འདྲའི་ཐད་བྱེད་དགོས་ཡ་ཡོད་མ་རེད་དཱ། དངོས་གནས་དྲང་ནས་ཁྱོད་སྒྲུབ་ཡ་དུས་ཚོད་ད་ཡི་གེ་འགོ་དུས་ཚོད་ད་དུང་འཇོན་ཡ་ཡོད་ན་ཤེས་གི་མ་རེད། སེམས་ཐག་ཆོད་ཡ་ཡོད་ན་ཤེས་གི་མ་རེད། ཉམས་མྱོང་ཡག་ཡ་ཡོད་ན་ཤེས་གི་མ་རེད་དངོས་གནས།